བཀྲ་ཤིས་བདེ་ལེགས་ང་བཀྲ་ཤིས་དབང་ཕྱུག་ཡིན་ད་དེ་རིང་ང་ཚོའི་གི་བརྗོད་གཞི་དེ་ད་འཛམ་བུ་གླིང་དེའི་སྟེང་ལ་ཡ་རྒྱལ་ཁབ་མང་པོ་གཅིག་གི་ད་ཁྲིམས་འགལ་ཇི་སྙེད་ཀྱི་ཉེས་ཅན་པ་ཡོ་རོ་པ་དེ་ཚོ་སྲོག་ཐོག་བཏང་ཡ་དེ་མེད་པ་བཟོས་ཚར་ཡིན་པ་རེད་ད་ཡིན་ནའི་ད་དུང་རྒྱལ་ཁབ་མང་པོ་གཅིག་སྲོག་ཐོག་བཏང་ཡ་དེ་མུ་མཐུད་ནས་ཨ་ནི་བྱེད་ཀྱི་ཡོག་ཡིན་པ་རེད་ཨ་གནད་དོན་དེའི་སྐོར་ལ་ཡ་ཆེད་ལས་པ Expert དེ་ཚོས་ག་རེ་གསུངས་གནང་གི་འདུག་དེའི་སྐོར་ལ་ཡ་ཡིན། སྤྱི་དང་རྒྱལ་ཁབ་ཁག་གིས་ཁྲིམས་འགལ་ཇི་སྙེད་སྤེལ་ན་མི་བསད་པ་རེད། རྒྱལ་ཁབ་ནང་ལོར་ཡང་ཟིང་ཆ་བསླངས་ངེས། སོ་སོའི་རྒྱལ་ཁབ་ལ་ཡང་ཤ་ཞེན་མེད་པའི་ཐོག་ནས་ད་མགོ་སྐོར་བཏང་བ་ཟེར་གྱི་རེད་པ། ད་ན་ཞེན་པ་རྒྱལ་ཁབ་ཁ་ཤས་ཀྱི་ནང་ལོག་ལ་ཡང་ཟི་མིན་བཙོ་ངས་བྱོས་རོགས་པ Drugs། ཡང་ཁག་ཅིག་གི་ནང་ལོག་ལ་ཡང་བུད་མེད་ཚོ་ལ་ཡང་བཙན་གཡེམ་བྱས་པ་ད་རེད་ཟེར་གྱི་རེད་པ། དེ་འདྲས་བྱུང་བ་ཁྲིམས་ཀྱི་ཐོག་ནས་ར་སྤྲོད་བྱུང་པ་ཡིན་ན་སྲོག་ཐོག་གི་ཉེས་ཆད་ལ་ཡང་བཏང་གི་ཡོང་ཡོད་པ་རེད། ད་ཅི་ལྟར་འཛམ་བུ་གླིང་འདིའི་སྒང་ལ་ཡང་རྒྱལ་ཁབ་ཧ་ལམ་བརྒྱ་ཆ་བདུན་ཅུ་གཅིག་གིས་སྲོག་ཐོག་བཏང་ཡ་དེ་མེད་པ་བཟོས་ཚར་ཡིན་པ་རེད་དཔེར་ཆ་བྱས་ན་ཡུ་རོབ་ཀྱི་རྒྱལ་ཁབ་ཕལ་ཆེར་ཅིག་དང་ད་ང་རང་འཛུལ་བའི་ཁྱིམ་མཚེས་ཀྱི་རྒྱལ་ཁབ་འབྲུག་དང་བལ་ཡུལ། ཀན་ན་ཀྲ་དང་ཨོ་སྟྲོ་ལི་ཡ་ལ་སོགས་པའི་རྒྱལ་ཁབ་མང་པོ་ཅིག་གིས་མེད་པ་བཟོས་ཚར་ཡིན་པ་རེད་ད་ང་རང་ཚོས་བོད་དུ་ཆ་བཞག་པ་རུ་བྱེད་ན་ང་རང་ཚོ་རང་བཙན་ཡོད་པའི་སྐབས་ལ་ཡང་སྔ་ས་ནས་ཁོ་རང་སྲོག་ཐོག་གི་ཉེས་ཆད་དེ་མེད་པ་བཟོ་ཚར་འདུག་བ། ད་མཁས་དབང་ཁག་ཅིག་གསོན་ལ་ཡ་བོས་དེ་སྲོག་ཐོག་མེད་པ་བཟོ་ངེས་ཀྱི་རྒྱལ་ཁབ་ཐོག་མའི་འབྲེལ་ཡ་རེད་ཞེས་ནས་སྤོབས་པ་དང་གཟི་བརྗིད་མཐོན་པོའི་ངང་ནས་ནས་གསུང་གི་ཡོད་ཡིན་པ་རེད། ད་ཁག་ཅིག་གིས་སྲོག་ཐོག་བཏང་ཡ་དེ་དགོས་ངེས་ཅན་ཅིག་རེད། དེ་གལ་ཆེན་པོ་ཞི་བོ་ཆེ་ས་ངེས་པར་དུ་བཏང་དགོས་ཀྱི་རེད་ཟེར་གྱི་རྒྱུ་མཚན་ཨ་ནི་མང་ཚོགས་ཀྱི་ནང་ལོགས་ལ་ཨ་ནི་བྱ་སྤྱོད་ཚབས་ཆེན་པོའི་འདྲེས་སྦྱོར་བ་ཀ་ཡ་ལས་འཕེན་འདུག་གི་རེད། ཨ་ནི་གཉིས་པ་དེ། ཁྲིམས་ཀྱི་དམིགས་ཡུལ་གཙོ་བོ་དེ་ཨ་ནི་དྲང་བདེན་བྱེད་ཡ་ཅིག་རེད། དབྱིན་ཇི་སྐད་ཐོག་ལ་ཡ Eye for an Eye ཟེར་གྱི་རེད་བ། གལ་སྲིད་མི་གཅིག་གིས་མི་གཞན་གཅིག་གི་སྲོག་བཅད་ཡོད་ན་ང་ཁོ་རང་གས་བསད་དགོས་རེད་ཟེར་ཏེ་ཆགས་ཀྱི་ཡོད་རེད་ད་གསུམ་པོ་འདི་མི་མང་གི་བདེ་འཇགས་ཀྱི་ཆེད་དུ་ཡིན་པ་གསུངས་འདུག་དཔེར་ན་ཉེས་ཅན་པ་ཁག་གཅིག་གིས་ན་འཇིགས་སྐུལ་བའི་དྲག་སྤྱོད་དང་དེ་འདྲ་བྱས་ན་ན་མང་ཚོགས་ལ་ཡང་གྱོང་གུད་ཆེན་པོ་ཞིག་རག་གི་འདུག་ན་སྲོག་ཐོག་བཏང་དགོས་རེད་ཟེར་ཏེ་རེད་ཤག་ཨ་ནི་ཞེས་པ་འདི་ད་གྱོང་གུད་ཕོག་པའི་གི་དོ་བདག་དང་བདག་ན་ཞེས་པ་མི་ཚང་ཚོ་ལ་ཡང་དྲང་པོ་ཡོང་བའི་ཆེད་དུ་གསུངས་འདུག་ཨ། ད་སྲོག་ཐོག་གི་ཉེས་ཆད་དེ་རྩ་ནས་འགོར་བཏང་རྒྱུ་ཡོད་མ་རེད་མེད་པ་སོག་པོ་རེད་ཟེར་གི་ཆེད་ལས་པ Expert དེ་ཚོ་ག་རེ་གསུང་གི་འདུག་ཞུས་པ་ཡིན་ན། ད་ཅི་ལྟར་ཁྲིམས་ཀྱི་ཉེས་ཆད་ཕོག་ཡ་ཟེར་གི་འདི་མི་ཁ་ཤས་ནོར་འཁྲུལ་མ་བྱས་པར་གཞི་ནས་ཉེས་ཆད་ཕོག་སྲིད་གི་རེད། ད་ཁྲིམས་ཀྱི་ཐོག་ནས་དྲང་པོ་དེ་འདྲ་མ་བྱུང་རྗེས་ནས་གལ་སྲིད་མི་འདིའི་གྲས་དེ་སྲོག་ཐོག་བཏང་ཚར་བ་ཡིན་ན། ཁོ་སྐྱག་ཚུད་རྗེས་ཡོང་མ་རུང་བ་འགྲོ་ངེས་དེ་འདྲོངས་ཚར་འགྲོ་རུ་བ། ད་ང་རང་ཚོའི་གསར་འགྱུར་བརྒྱུད་ལམ་ཁག་ད་བར་ལས་ག་དུས་ནས་ཅིག་མཐོང་རྒྱུ་ཡོད་རེད་རུ་བ། ཁག་ཅིག་ཁྲིམས་ནས་ཉེས་ཆད་ཕོག་ཚ། ད་དེ་ཚོ་ཚེ་བཙོན་ལ་བཏང། ཡང་ག་ལེ་ག་ལེ་དུས་ཚོད་ཕྱིན་པ་ཞིག་གསུངས་པས་ཡང་དཔང་རྟགས་གསར་བ་དེ་འདྲ་རྙེད་རྗེས་ནས་མཐའ་མ་གློད་གྲོལ་ཐོབ་ངེས་དེ་འདྲ་མང་པོ་ཡོད་རུ་བ། བྱས་ཙང་ཨ་ནི་ཞེ་དྲག་གི་ཉེན་ཁ་ཆེན་པོ་གཅིག་ཆགས་ཀྱི་བསྡད་ཡོད་རེད། ཨ་ཉམས་ཞིབ་ཁ་མང་པོ་གཅིག་ནང་ལོགས་ལ་ཡང་གཅིག་འདི་དེང་གི་འདུག་བ་གཅིག་གསོག་འདོགས་བཏང་ཡས་དེ་མེད་པ་བཟོས་པ་ཙམ་གྱིས་ཨ་རྒྱལ་ཁབ་པའི་ནང་ལོགས་ལ་ཡང་ཨ་ནི་བྱ་སྤྱོད་ཚབས་ཆེན་པོའི་འདྲེས་འཇོར་རེ་བ་འདི་ཉུང་རུ་འགྲོ་གི་ཡོད་མེད་འདི་ཐེ་ཚོམ་རེད་ཤགས། བྱས་ཙང་གསོག་འདོགས་བཏང་ཡས་འདི་འབྲས་བུ་མེད་པ་ཅིག་རེད་ཤགས་ཨ་མཁོ་ཚེ་བཙོན་ལ་ཡང་རྒྱུག་དགོས་རེད། ད་རྒྱུ་མཚན་གཅིག་ད་གསོག་འདི་གང་ཟག་གཅིག་གི་བཅད་པ་ཡིན་ནའི་རེད་གཞུང་གི་བཅད་པ་ཡིན་ནའི་འདི་གཉིས་པ་ལ་ཡང་ཁྱད་པ་འགས་ཡོད་མ་རེད། གཉིས་ཀ་ཚད་ནས་ཐལ་འགྲིག་ཡོད་རེད་ཅེན་གསུངས་གནང་གི་འདུག་བ། གསོག་འདོགས་ཀྱི་ཉེས་ཆད་ཕོག་གཉིས་མི་མང་ཆེ་གཅིག་ད་རིགས་ཀྱི་ཆ་ནས་ནས་རེད་དཔལ་འབྱོར་གྱི་ཆ་ནས་ནས་རེད་ད་ཆབ་སྲིད་ཀྱི་ཆ་ནས་རེད་ག་དུས་ནས་སྐྱོག་དེ་ཚོ་ཡང་རྒྱག་བཞིན་རེད་ཤགས། ད་མི་དཔལ་འབྱོར་ཡོད་ངེས་དང་མི་ཆ་རྐྱེན་ཡག་པོ་ཡོད་སྐྱོག་དེ་ཚོ་ཨན་སོག་ཏོག་གི་ངེས་ཆད་དེ་ཞེ་དྲག་མྱུར་མྱུར་ཕུག་ཡོད་རེད། ད་རྒྱུ་མཚན་གཞན་གཅིག་ག་ར་དྲང་གནང་གི་འདུག་ཟེར་ཞུ་བ་ཡིན་ན་དཔེར་ན་ཨ་མི་རི་ཀ་ལྟ་བུ་རུ་བྱིན་ན་མི་ལྕི་ལི་ཡ་སོག་ཏོག་གི་ངེས་པ་ཕོག་པ་ནས་བཟུང་ཨ་ནུ་འགྲོ་སོང་ཞི་བོ་ཅིག་བཏང་དགོས་ཀྱི་ཡོད་རེད་པ། ཁྲིམས་ལུང་པ་ངེས་ཅན་ཞིག་བཏང་ཡ་དེ་ལ་ཡ་ཁོའི་ཞུ་གཏུག་ཞིག་བརྒྱབ་དེ་འདྲ་བྱེད་དུས་ས་བ་རྒྱུད་རིང་པོ་ཅིག་འགྲོ་སོང་ཧང་སང་ཡ་གན་ཆེན་པོ་ཅིག་འགྲོ་གི་ཡོད་རེད་པ། ད་འཛམ་བུ་གླིང་ཁྱོན་ཡོངས་ལ་ཆ་བཞག་པ་རུ་བྱེད་ན་སྲོག་ཐོག་བཏང་ཉིན་གྱི་རྒྱལ་ཁབ་ཀྱི་གྲངས་ཀ་དེ་དག་ལོ་རེ་བཞིན་དུ་ཉུང་རུ་ཉུང་རུ་ཉུང་རུ་འགྲོ་གི་ཡོད་རེད་བ། ད་ང་རང་ཚང་མས་མཁྱེན་གསལ་རེད་སྲོག་ཐོག་མང་ཤོས་དང་ཨང་དང་པོ་དེ་རྒྱ་ནག་ཁོ་རང་ཆགས་བྱེད་བསྡད་ཡོད་རེད་ཨ་དེ་ནས་རིམ་པས་ཨི་རན་རེད་སོ་ཏི་ཨེ་རེ་པེ་རེད་ཨ་དེ་ཡེ་མེན། ཨི་རག་ཟེར་དེ་ཚོ་ཨ་རིམ་པས་དོགས་ཟིན་སླེབས་ཡོང་གི་ཡོད་རེད་ཨ་རྣམ་པ་ཚོ་ང་ཚོའི་བརྙན་དེ་གཟིགས་པར་ཐུགས་རྗེ་ཆེ་ཨ་ནི་གྱོ་གུད་གནང་རོགས་གནང།